ཨོ། རླངས་འཁོར་ཐོག་གི་ཚོགས་གཙོའི་ཚོས་ཀྱིས་ཚོགས་མི་ཡོངས་ལ་སྐྲ་ཤད་དེ་ལ་སྔོན་དུ་བཏང་ནས། གནས་གཟའ་པ་སོང་གི། ངོ་སྤྲོད་དེ་མུ་མཐུད་དུ་མ་འགྲོ་ཆོག་ཅེས་བཤད་ཡ་ཡིན། ད་ད་རེས་ངོ་སྤྲོད་བྱེད་ཡ་དེ། ཨ་ནི་ད། ཆིང་གི་སྐབས་ཀྱི་ཡིག་ཚང། ཨ་ནི། ཆིན་ཆེན་པོ་གི་ཨ་ནི་གཅིག་གྱུར། ཨ། ཆིག་ཆོད་ལོ་རྒྱུས་རིང་མིག་ཟེར་ཡ་དེ་འདྲ་གི་ད་ཡིག་ཚང་ཆེན་པོ་ཆིག་ཡོད་རེད་དེ་རྩོམ་པ་པོ་ཉུང་ཨ་ནི་ཤི་བོ་ཟེར་ཡ་དེ་རེད་ཨ་ནི་ཁོ་རང་ཕལ་ཆེར་ད་དེབ་དེ་སྤྱི་ལོ་ཆིག་སྟོང་བདུན་བརྒྱ་གི་ཆུ་ཁོ་བཞི་ལོ་ལ་ཨ་ནི་གྲུབ་རྒྱུ་དེ་འདྲ་གི་དེབ་ཆིག་རེད་དེ་འདྲའི་གང་ལ་ད་འདིའི་གི་དེབ་འདིའི་གི་ད་ཆིག་བར་ཆད་གི་གང་ནས། ཞེ་ན་ནི་དེ། འབྲི་ཁན་འབྲི་ཁན་དེ་ཚོ་འབའ་པོ་དེ་ཆིང་གི་དེ་སྐུབ་ཀི་ཡིན་པ་ཅིག་ནི་ཁོང་ནི་ཡང་ཞུ་བོ་ཟེ། དེ་ཅིག་ནི། ཁོ་རང་གི་ད་དེ་ད་ཡིག་ཚང་དེ་གི་མིང་ལ་ནི་ཆིང། ཆིང་ཆེན་པོ་གཅིག་གྱུར་ཆིང་ཆེན་པོ་ཅིག་གཅིག་གྱུར། ལུག་ཅིག་རེ་མིག་ཟེ་ཡ་ད་དེ། ཁོ་རང་ཚོ་གི་ད་རེ་མིག་ཟེ་མིང་དེ་ཐོག་མ་མ་ཐག་ཅི་ཏང་ད་ཡིག་ཚང་ཆེན་པོ་ཅིག་ཡིན་ཡ་དེ་རེད་ད་དེ། འདི་ལ་ནི་རྒྱ་གི་ཡིག་ཚང་ཁ་ཤི་ལ་དེ། པའོ་ཟེར་ཡག་གི་ཀྲི་པའོ་ཟེར་ཡག་གི་དེ་ཚིག་དེ་བེད་སྤྱོད་བྱེད་དགོས་པ་རེད་ད་དེ་འདྲ་འདྲ་བོ་ཅིག་རེད། ཨ་ད་འདི་ལྟ་བུ་བྱུང་ན་ཐའེ་ཝན་རེད་ནས་ཨ་ནི་ད་ལྟ་གི་གི་བར་འཕྲིན་བྱེད་རྒྱུ་ཆིག་སྟོང་གི་བརྒྱ་དོན་ཆིག་སྟོང་ལྔ་ལོ་བར་འཕྲིན་བྱེད་རྒྱུ་ཨ་ནི་བར་འཕྲིན་བྱེད་རྒྱུ་མ་དཔེ་དེ་ཡང་ཨ་ནི་ད་ངོ་མ་གི་སྐད་མ་དེ་བར་བརྒྱན་ནས་དེ་འདྲ་བར་འཕྲིན་བྱེད་རྒྱུ་ཐབས་ཅིག་རེད། ཨ་ནི་ཆ་ཚང་ལ་མཐུན་པ་གཉིས་ཅིག་ད་ཤོག་ལྷེབ་དྲུག་བརྒྱ་ར་ཕྱི་མའི་བདུན་ཡོད་ཡ་དེ་འདྲ་གི་ཡིག་ཚང་ཅིག་རེད། ད་ཡིག་ཚང་རིགས་ཀྱི་རྒྱབ་ལྗོངས་ངོ་སྤྲོད་བྱས་ན། ད་ཆིན་ཆེན་པོ་གཅིག་གྱུར་གཅིག་གྱུར་ལོ་རྒྱུས་རིས་མིག་ཟེར་ཡག་གི་ཡིག་ཚང་དེ་ལྟ་བུ་མཚོན་ན། དེའི་གི་ད་དངུལ་ལོ།

ཆན་ལུང་སྐབས་ཀྱི་ནི་ད་ཆིན་ཆེན་པོ་གཅིག་གྱུར་ལོ་རྒྱུས་རིང་ལོ་རྒྱུས་གཅིག་གྱུར་ལོ་རྒྱུས་ཟེར་ཡ་གི་དེ་དང་ལྟར་ན་ལོ་བཅུ་གི་རྗེས་ནས་ནི་ད་ཆུང་ཆུང་གི་ཡིག་ཚང་གཅིག་ཡིན་པ་དེ་ལ་ནི་རྩོམ་པ་པོ་རང་གི་ནི་དངོས་སློང་གི་ནང་ལོགས་ལ་འདི་དག་གི་ཚིག་གཅིག་བཀོད་ཡོད་རེད། ད་ང་ཚོའི་གི་རྒྱ་རབས་དེ་འདི་གི་མངའ་ཁོངས་དེ་ཆེན་པོ་མངའ་ཁོངས་རྒྱ་ཆེན་པོ་འདི་ཨ་ནི་ད་སྔོན་མ་ཆུང་མ་མྱོང་ཡ་དེ་འདྲ་གི་ད་ནས་ཡང་ཆུང་མ་མྱོང་ཡ་དེ་འདྲ་ཅིག་ཡིན་ཟེར་ཡ་ནི་ཁོ་རང་གི་དེ་འདྲ་གྱིས། ཨ་དེ་མ་ཚད་ད་ཡིག་ཚང་དེ་གི་ཨ་ནི་སྔོན་མ་ངོ་ངོ་འཕྲོད་བྱས་ཡ་ན་གཞན་ད་ཆིན་ཆིན་ཆེན་པོ་ཆིག་བརྒྱ་ལོར་ཞིག་ཟེར་ཡ་དེ་གི་ད་ཆན་ལུང་རྒྱལ་རབས་གི། དེ་གི་བུ་དེ་ལ་ནི་ཁ་ནོན་བྱེད་ཡོད་ཡ། དང་ཨ་ནི་དེ་ཁ་ནོན་བྱེད་ནས་ཨ་ནི་ད་ཆན་ལུང་གི་དེ་གི་བུ་དེ་ལ་ནི། དེ་གི་བྱས་རྗེས་དང་དེ་གི་སྟོབས་ཤུགས་དང་དེ་གི་མངའ་ཁོངས་ལ་ནི་ཐོབ་པ་བྱས་ཡོད་ཡ་དེ་འདྲ་གི། ད་ཡིག་ཚང་གཅིག་ཆགས་ཀྱི་ཡོད་ཡ། དེ་རེད། ད། ཆན་ལུང་སྐབས་གི་ཨ་ནི་ད་ལྟ་གི་ད་ཆིན་ཆེན་པོ་བཅུ་བཅུར་ལོ་རྒྱས་ཟེར་ཡ་དེ་གི། རེ་ད་ཁོ་རང་གིས་ང་ངོ་འཕྲོད་བྱས་དེ་གང་ལ། ཨ་ནི། འདི་ཡོད་ནང་ལོགས་ནས་ད་ཁོ་རང་གིས་ཅིག། རེ་མིག་གི་ནང་པ་ནང་བཞིན་མ་འཁོར་ནས་ཨ་ནི་ས་ཆ་སོ་སོ་མ་འཁོར་ནས། ཨ་ནི་དེ་གི་ས་ཁེ་སོ་སོ་གི། ད་ལོ་རྒྱུས་བྱུང་རིམ་དང་ཨ་ནི་འགྱུར་བ། བཅོས་བསྒྱུར་ལ་སོགས་པ་ད་ལོ་རྒྱུས་ཕྱི་ཚོགས་པོ་གོ་ཡ་དེ་འདྲ་ཅིག་རེད། དེ་ནི་གང་ལ་ད་ལྟ་གི་ད་དེ་རང་ངོ་སྤྲོད་ཀྱི་ཡ་གི། འདི། ཤུགས། ད་ཕྱིན་ཆད་འདུག་གཅིག་གྱུར་གྱི་ལོ་རྒྱུས་རིང་མིག་ཟེར་གཅིག་གྱུར་ལོ་རྒྱུས་རིང་མིག་ཟེར་བ་འདི་གི་དམིགས་ཡུལ་དེ། ཨཱ་ནི། ད་རིང་མིག་དེ་ཚོ་ཨཱ་ནི་ལོགས་སུ་བཏོན་ནས་ཨཱ་ནི་དེ་ལ་ད་ཁ་སྣོན་དང་ཞུ་དག་བྱེད་ཡ། ཞུ་དག་བྱས་ནས་ཨཱ་ནི་ལོགས་སུ་ད་དེབ་ཅིག་ཡིག་ཚང་གཅིག་ཞིག་པར་སྐྲུན་བྱེད་རྒྱུ་ཨཱ་ནི་དེ་འདྲ་གི་རྒྱབ་ལྗོངས་ཅིག་ཡིན་པ། དེ་རེད་དེ་འདི་གང་ལ། ད་དེ་འདྲ་ནས་ད་འདི་གང་ལ་ནི་ཆན་ལུང་གི་ཆིན་ཆེན་པོ་ཅིག་བཅོས་ལུགས་ཀྱིས་ཟེར་ཡ་གི་དེའི་སྐབས་དང་ཨ་ནི་ད་ད་རེས་ཀྱི་ཡིག་ཚང་འདི་གཉིས་བསྡད་ལན་འདི་གང་ལ་ད་འདི་ལ་ཅིག་ཁྱད་པར་གང་ལ་གང་འཚམ་ཅིག་ཐོན་ཡོད་པ་རེད་ད་ཁྱད་པར་དེ་ཚོ་ད་བེད་དྲངས་ཡོད་ན་འདི་ནས་ལུང་འདྲེན་སུམ་པ་དེ་རེད་ད་ལུང་འདྲེན་སུམ་པ་འདི་ནང་ལོང་ལ་ལུང་འདྲེན་སུམ་པ་ལ་ཨེ་བི་ཞིག་ཨ་ནི་དེ་འདྲ་ཡོད་ད་ལོང་དེ་སིམ་པ་གི་ཨེ་ལྟ་བུ་ཚོ་ན་ནི་འདི་རེད་ད་ཆན་ལུང་གི་ཆིན་ཆེན་པོ་ཆིན་ཆེན་པོ་གཅིག་གྱུར་ལོ་རྒྱུས་ཟེར་ཡག་གི་འདིའི་ནང་ལོ་འདི་གི་ནང་ལོགས་ནས་དྲངས་ཡོད་ཅིག་འདི་བན་པོ་སུན་རྒྱ་རིན་གྱི་རྩ་བཞི་ཡིན་པ་ཅིག་དེའི་ནང་ལོགས་གི་ད་ལྟ་གི

ཉིན་བརྒྱ་རེའི་སྐབས་སུ་གོང་མ་ཐེངས་གཅིག་གི་སྐབས་སུ་ནི་ད་ཧོན་བཞི་ཟེར་ཡ་འདི་ད་ཧོན་བཞི་ཟེར་ཡ་འདི་ལ་ད་བཞི་ཟེར་ཡ་དེ་ཞི་རྒྱས་ཡིན་པ་ཅིག་ཧོན་ཟེར་ཡ་དེ་དམར་པོ་ཡིན་པ་ཅིག་ནི་འདི་གི་ས་ཆ་ཆགས་རེད། དེ་ནས་ནི་ད་ཉི་ཧོང་ལ། ཉི་ཧོང་གི་ཁོངས་གཏོགས་རེད། དེ་ནས་རྗེས་ནས་ད་ཀྲིན་ཀྲིན་ཀོང་ཟེར་ཡ་གི་ད་བུད་དེ། ལྐོག་ད་ཅི་ཁ་རུ། ལྐོག་བཟང་བྱས་ཡ་རེད་དེ་ལྐོག་ནས་ད་གཡུ་རྒྱུན། དང། ལྐོག་ནས་ཨ་ནི་ཁོ་རུ་ད་བཙན་བཟང་བྱེད་རྒྱུ་དེ་འདྲ་གི་ས་ཆ་རེད། ད་ད་ལྟ། ཨ་ནི་འདི་ལ་ཨ་ནི་ཐའི་ཝན་ཧྥུའུ་ཟེར་ཡ་དེ་བརྩི་གི་ཡོད། དེ་འདྲ་བྱས་རོགས། ད་ལྟ་ད་གི་འདི་ཧོན་ཡིག་ཟེར་ཡ་དེ་ལ་ཨ་ནི་དེ་རྒྱག་ཡིག་ཚང་ནི་ག་རེ་གོ་རེད་ཟེར་ན་ཧོ་ལན་གི་ཧོ་ལན་འདྲ་གི་མི་དང་ཨ་ནི་ཤི་པན་ཡ་གི་མྱི་ལ་ཨ་ནི་གབ་ཏུ་ད་ཚོད་ད་ཧོན་ཡིག་ཟེར་ཡ་དེ་ངོ་སྤྲོད་དེ་འདྲ་ངེས་འཛིན་བྱེད་གི་ཡོད་རེད། དེ་དང། ད་ད་རེས་གི་ཡིག་ཚང་དེའི་ནང་ལོ། ལོང་ད་ཆིན་ཆེན་པོ་བོད་གཅིག་གྱུར་ལོ་རྒྱུས་ཀྱི་ནི་རེ་དམིགས་བྱས་ད་རེ་དམིགས་བྱས་འདིའི་ནང་ཡིག་ཚང་དེའི་ནང་ལོགས་ནས་ནི་འདིའི་གི་ཕྱོགས་གྲངས་ད་ཕྱོགས་ལེབ་རི་རྒྱ་ལ་དུན་ཆུ་སྟོན་གི་སྤྱི་ལོ་ཆིག་སྟོང་དང་བརྒྱད་གི་ཆུ་འཁོར་བཞི་གི་ལོ་འདིའི་ནང་ལོགས་འགྱོད་བཤད་ག་འདྲ་བྱས་བྲིས་ཡོད་རེད་ན་ད་ཡིན་རྒྱུ་ཐའེ་ཝན་གོ་ཐི་གོ་རེད་དེ་དེའི་གང་ལ་ད་ཡོན་གི་སྐབས་སུ་ཨ་ནི་ད་ཤར་ཕྱོགས་གོ་ཕན་ཟེར་ཡ་དེ་ཡིན་སྲིད་དེ་མིང་གི་སྐབས་སུ་ཨ་ནི་དཔོན་ཡིག་ད་ད་ཧོ་ལན་དི་དང་སི་པན་ཡར་གཉིས་གི་ས་ཆ་བཟང་བ་རེད་སྲིད་དེའི་རྗེས་ནས་ཨ་ནི་ཀྲིན་ཁྲིན་ཝང་གི་ཨ་ནི་ད་ལྐོག་ནས་ཡུལ་སྤྱི་དང་ཐབས་ཅིག་ཐད་ནས་ཨ་ནི་བཟང་བ་རེད་སྲིད་ད་ད་རེས་ཨ་ནི། ད་སྐབས་ཨ་ནི་ཐའེ་ཝན་ཧྥུའུ་ཟེར་ཡ་དེ་བརྩི་གི་བ་རེད། ཐའེ་ཝན་ཧྥུའུ་ཟེར་ཡ་འདི་ཨ་ནི་ད་ལྟ་ཧྥུ་ཅན་ཞང་ཆེན་གི་ད་ཧྥུ་ཅན་པུ་ཀྲང་སི་ཟེར་ཡ་འདི་གི་མངའ་ཁོངས་ཡིན་ཟེར་དེ་འདྲ་བརྗོད། ད་ད་ཕན་ཚུན་འདི་གཉིས་ཀྱི་ལུང་འདྲེན་འདི་གཉིས་ཀྱི་དྲན་ཡ་དེ་ག་དྲན་དགོས་ཟེར་ན་ད་ལུང་འདྲེན་སིམ་པ་ཨེ་གི་དྲན་པ་དེ་ད་ཆན་ལུང་གི་ད་ཆིན་ཆེན་པུའུ་གི་ཆིན་ཆེན་པུའི་གཅིག་གྱུར་ལུགས་གཞི་ཟེར་ཡ་གི་འདི་གི་ནང་ལོགས་ནས་ཨ་ནི་གཅིག་ད་རེས་སོང་ནས་བྲིས་སྟངས་བལྟས་སྟངས་ཨ་ནི་ད་ལྟ་གི་དེ་རིང་གི་དངུལ་སྤྲོད་བྱེད་བཞིན་པའི་ད་ལྟ་གི་ད་ཕྱིན་བཞིན་པའི་ཆུ་སྐྱུར་ལུགས་ཀྱི་རེའུ་མིག་ཟེར་ཡ་རེའུ་མིག་ཟེར་ཡ་འདིའི་ནང་ལོགས་ནས་ཨ་ནི་ཁྱད་པར་ག་རེ་ཡོད་ན་དེ་བཤད་དགོས་རེད་ན། ད་ཆང་ལོང་སྐབས་ཀྱི་ཨ་ནི་ཆིན་ཆེན་པོ་ཆུ་སྐྱུར་ལུགས་ཀྱི་ཟེར་ཡ་འདིའི་ནང་ལོགས་ནས།

གི་སྲིད་དབང་སྲིད་གཅིག་གི་ལོགས་ནས་འཕྲོག་པ་མ་ཡིན་པ་བཅས་ཨ་ནི་ཁོ་རང་གི་ད་ལྟ་ད་ཕྱི་རྒྱལ་གི་ནི་ཡོའི་ལོགས་ནས་ཚ་ལོངས་རྒྱུ་དེ་ལ་ཨ་ནི་ད་ཁོ་རང་ཚོ་ལྐོག་ནས་འཕྲོག་ཡག་དང་ཡང་ན་ཡོའི་རྒྱའི་སྒོ་ནས་འཕྲོག་བས་འཕྲོག་ནས་ཚམ་བཟང་བྱེད་ཡག་ཟེར་ཡག་དེ་འདྲ་གི་ཚིག་བེད་སྤྱོད་བྱས་ནས་ཨ་ནི་འདི་གི་ཚད་གཞི་དེ་ཚང་ཡོད་རེད་ད་ཡིན་ན་ཡང་ད་ལྟ་གི་ད་ཧོན་ཡིག་ཟེར་ཡག་དེ། འདིའི་གི་ཟླ་ཧོ་ལན་འདི་དང་འདི་སྤེན་གི་གཉིས་གི་སོང་བས་ཐའེ་ཝན་དེ་སོང་བས་ག་རེ་སུ་རེད་ད་ཤར་གི་ཧྥན་ཁོ་ཚོ་གདོད་མའི་མི་གི་ལོ་ནས་ཐའེ་ཝན་བཟུང་རྒྱུ་དང་ཡང་ན་བཙན་བཟུང་བྱེད་རྒྱུ་དེ་ཚོ་ནི་ག་རེ་སུ་རེད་ལ་དེ་ཚོ་ལ་ནི་ད་ཆིང་གི་ངི་ནི་ཁྲོ་ཡ་དང་སྐྱི་ཡ་ལ་སོགས་པ་འདི་འདྲ་དང་ཁྲག་གྱོན་གྱི་ཡ་ན་ལྐོག་ནས་བཙན་བཟུང་བྱས་ཡ་ལ་སོགས་པ་འདི་འདྲ་གི་ཡི་ག་རེ་ཟུག་རེད། དེ་འདྲ་བྱས་ནས་ནི་ད་ཆིག་ཆིར་བྱས་ནས་ད་ལྟ་ད་ག་རེ་ཟུག་རེད། ཐའེ་ཝན་ཧྥུ་སི་ཡ་འདི་ཚིག་ག་ཡིན། དེ་འདྲ་གི་ད་དོན་དག་དེ་འདྲ་ཅིག་བྱུང་ད་ངོ་མ་ཐའེ་ཝན་འདི་ནི་ཧོ་ལན་དྲིན་དང་ཡང་ན་སྤེན་གི་བཟུང་དེ་རྗེས་ནས་ནི་ཀྲིན་ཀྲུང་གུང་གི་དེ་ཚོའི་ལག་ནས་འཕྲོག་དེ་ནས་ད་མན་ཇུས་གི་སོང་དུ་ངས་ངས་རྒྱུགས་ནས་ད་ཆིག་ཆོད་ཅིག་ཅེར་སོང་ནས་ད་ལྟ་གི་ད་ཧྥུ་ཅན་གི་ང་ཁོང་ལ་ཚིག་ཡ་དེ་འདྲ་ད་ཡང་དེའི་རྗེས་སུ་ད་ཚིག་དེ་མ་ད་ཡང་དེ་གང་ལ་ཡང་དེའི་རྗེས་ད་ལྟ་ལ་ཧོན་ཡིས་ཟེར་ཡ་དེ་གི་ས་ཆ་ཡིན་ཟེར་ཡང་ཁོང་ཏོག་དེ་ཉི་ཧོང་ཡིན་ཟེར་དེ་འདྲ་ཚིག་ཚིག་བཀོད་ཡོད་རེད་ད་འདིའི་ཁོ་རང་ཚོའི་ཚིག་ངའི་ནི་ནང་ནས་འགལ་བ་ཡོད་ཡ་དང་ནི་འགལ་བ་ཟེར་བུ་རེད་ད་སྐབས་འདིར་ད་ཚོ་ཕྱོགས་གཅིག་ནི་ནི་ད་ད་ད་ཧོ་ལན་དུ་དང་སི་པན་གྱི་ཡིན་ཟེར་གོ་རེད་ཡང་ཕྱོགས་གཅིག་ནི་ནི་ཁོངས་གཏོགས་དེ་ཉི་ཧོང་གི་ཁོངས་གཏོགས་ཡིན་ཟེར་གོ་རེད་ད་དེ་ངོ་ནི་ཅིག་ཕྱི་རྒྱལ་གྱི་མངའ་ཁོངས་ལ་ཡོད་ཡ་ཡང་ན་ཉི་ཧོང་མངའ་ཁོངས་ཡིན་ཟེར་དེ་ཚོ་ད་ནང་འགལ་འདྲ་བོ་ཆགས་ཡོད་དེ་འདི་གང་ལ་ད། ད་བརྗོད་བྱ་འདིའི་ནང་ལོགས་ནས་ག་རེ་ཚུར་འགོད་རིགས་ན་ད་ཆིང། གི་ད་མན་ཇུའི་སྐབས་དབང་སྒྱུར་གྱི་དེ་སྐབས་ལ་ད་མན་ཇུའི་གི་ཅིག་ག་རེ་ཚུར་འགོད་རེད། ཁོ་རང་གི་ད། ཡང་དག་པའི་ད་རྒྱལ་སྤྱིའི་གི་ས་མཁན་དེ་ཚུར་འགོད་རེད་རེད་རྒྱལ་སྤྱིའི་ད་རྒྱལ་ཁབ་ལ་སྤྱི་ཡ་རྒྱལ་ཁབ་ལ་དགའ་བ་རྒྱལ་ཁབ་ལ་དགའ་བ་དེ་ཚུར་འགོད་རེད་རེད། དེ་ག་འདྲ་ཅིག་ཚུར་འགོད་ན། རྒྱ་རྒྱ་མི་རིགས་རྒྱ་ནག་པ་ཨ་ནི་མན་ཇུའི་གི་ཅིག་ཅིག་ཅིག་སོང་བ་རེད་རེད། ད་ས་ཆ་གཞན་དུ་གལ་ཏེ་ས་ཆ་གཞན་དུ་ཅིག་ཨ་ནི་ས་ཆ་གཞན་དུ་ཅིག་ཨ་ནི་ལ་ཨ་ནི་ག་རེ་སུ་རེད་ག་རེ་སུ་རེད་ད་ཕན་དང་ཨ་ནི་ནི་རྒྱལ་ཁབ་གཞན་དུ་ཡང་ན་སྲིད་དབང་གཞན་དུ་གི་བཟུང་ཡང་ན་ཅིག་ད་ཉི་ཧོང་ལ་སོགས་པ་བཟུང་ཡིན་ན་དེ་ཨ་ནི་ད་མེས་རྒྱལ་ཟེར་ཡང་དེ་དང་འབྲེལ་བ་ཆགས་ཀྱི་མེད་ཡ་དེ་འདི་གང་ལ། དེ་འདྲ་གི་སེམས་མཁན་གཅིག་ཚང་ནི་གཟིགས་ནི་ད་ཡི་གེ་འདི་མ་ཡིག་ཆ་མ་བཀོད་ཡོང་འདི་གང་ལ་ད་ད་འཇིག་ཐའེ་ཝན་འདི་ཨ་ནི་ནི་ད་ད་ད་ཧོ་ལན་འདྲི་དང་ཡང་ན་སི་པན་གི་ཡིན་ན་ཡང་ན་ཉི་ཧོང་གི་ཡིན་ལ་སོགས་པ་དེ་ཚོ་ས་བོའི་ཕྱི་གི་ཡོད་པ་མ་རེད་དེ་འདྲ་ནི་གྲངས་ཅིག་ཆེ་བ་རེད་ད་ཡིན་ན་ཡང། གལ་ཏེ་གལ་ཏེ་ས་ཆ་ད་ག་རང་ཨ་ནི་རྒྱ་མི་གཅིག་གི། ཨ་ནི་ཞི་རྒྱས་ཀྱི་ལོ་ནི་ལོང་ཨ་ཡིན། ཨ་ཞི་རྒྱས་ཀྱི་ལོ་ནི་ཁྲོ། ཡང་ན་ཞི་རྒྱས་ཀྱི་ལོ་ནི་ད་ཁྲིམས་ཁྲིམས་གོང་སའི་སྐུ་རང་རྒྱ་རྒྱ་ཆེ་བར་བ། དེ་ནི་གང་དེ་འདྲ་བྱེད་ཨ་ཡིན། ད་ཆིང་གི་སྐབས་ཀྱི་ཨ་ནི་རྒྱལ་སྤྱི་བ། རྒྱ་རྒྱ་རྒྱ་མི་དེ་ཚོ་གི། ཨཱ་ནི། དེས་མཐོང་དེའི་སྒང་ལ་ཨཱ་ནི་དེ་ལ་ཁོང་ཁྲོ་ཟ་ཡ་དང། ཨཱ་ནི་དེ་ལ་མ་དགའ་ཡི་མདོག་བསྟན་ཡ། དེས་ད་ཅིག་ག་རེ་ཟེར་བ་རེད། ཨཱ་ཅིག་མན་ཇི་ལ་དགའ་ཡ་དང་ཨཱ་ནི་རྒྱ་རྒྱ་ལ་མ་དགའ་ཡ་གི་རྣམ་འགྱུར་བསྟན་ཡ་དེས་ད་དེའི་སྒང་ལ་ཚོང་དགོས་ཡོད་རེད་ཟེར་དེ་འདྲ་འདྲ་བོ་ཚིག་རེད། ད་ཡིན་ན། ལོ་བཅུ་གི་རྗེས་སུ། ད་ད་ལྟ་གི་ཆན་ལུང་གི། བཀའ་བསྒོས་ད་ཕྱིན་ཆེན་པོའི་ཆིག་བརྒྱུད་ལུགས་རྒྱས་ཟེར་ཡང་འདིའི་གི་རྗེས་ནས་ལུགས་བཅུ་གི་རྗེས་ནས་ད་ལྟ་གི་ད་དེ་རིང་ངོ་སྤྲོད་བྱེད་བཞིན་པའི་ཡིག་ཆ། ཤི་བོ་ཟེར་ཡང་འདིའི་གི་ད་ལུགས་རྗེས་གི་ནང་ལོགས་གི་ད་རེའི་མིག་ཟེར་ཡང་དེ་ཚོ་ལོགས་སུ་དོན་ནས་ནི་ཕྱི་བརྟག་བྱས་ནས་དེ་ལ་ཁ་སྣོན་གྱིས་པར་སྐྲན་གྱི་དེ་གང་ལ། ད་ཁོ་རང་གི་རྒྱལ་ཡོངས་གི་མན་ཇུའི་གི་རྒྱལ་ཡོངས་གི་མངའ་ཁོངས་དེ་ནི་ད།

ག་རེ་གསུངས་ནས་འཁྲུག་སྐྱོན་བྱས་ཡ་རེད་ཟེར་ཡ་འདྲ་བོ་ཡང་ན་བཙན་བཟུང་བྱས་ཡ་རེད་ཟེར་ཡ་འདྲ་བོ་ཚིག་དེ་ད་མ་མུ་མཐུད་དུ་མ་ཚིག་མ་ཤི་ཡ་མ་ཐག་ནས་དེ་ལ་གཟུ་བྱིས་རྒྱག་ཏུ་བསྐུལ་ཡོང་བ་རེད། ད་འདིའི་གི་འདིའི་གི་ག་རེ་མཚོན་དགོས་བར་ཟེར་ན་ད་རྩོམ་པ་པོ་ད་ཞི་བུ་ཁོ་རང་ལྟ་བུ་ཚོ་ན་ཕེབས་ཏེ་ཡི་གེ་དེ་དེ་གང་ལ་ཨ་ནི་ཡིག་ཆ་དེ་ཚོ་གཟབ་གཟབ་བྱས་ཡ་དང་ཨ་ནི་ག་རེ་གསུངས་རེད་ད་རྒྱ་ནག་པ་གཅིག་ཡིན་དེ་གང་ལ་ཨ་ནི་ཁོ་རང་གི་ད་ཅིག། ཁོ་རང་གི་དཔེ་དེ་མན་ཇུའི་གི་ཤོག་རང་བྱས་ནས་ཁོ་རང་མན་ཇུའི་གི་དཔེ་དེ་རྒྱ་གཅིག་ཕྱིར་བྱས་ཡ་དེ་ལ། ཨ་ནི་ཅིག་ང་རྒྱལ་དང། ད་ག་ནང་བཞིན་ཅིག་རྒྱ་རྒྱ་མི་རིགས་ཅིག་རྒྱ་རིགས་ཅིག་ཡིན་པའི་ཆ་ནས་ཡིག་ཆ་དེ་ཚོ་གོ་དུས་ང་ཧང་སང་ཡ་གི་ནན་ཏན་དང་ཤི་ཚག་པོ་གོ་གི་ཡོད་ཡ། དེ་གི་ག་རེ་མཚོན་དགོས་རེད་ད་ཁོ་རང་གི་སྐད་དེར་ད་ཚོ་མན་ཇུའི་གི་རྒྱལ་སྤྱིའི་གི་ལངས་ཕྱོགས་དེ་ག་རེ་ཡིན་པ་དེ་གསལ་བོ་མཚོན་གི་ཡོད་པ་ཁོ་རང་གི་ཤི་ལོག་ངོ་གི་ཡོད་པ་དེ་རེད། དེ་ག་རེ་རེད་ཟེར་ན་ད་ཆིང་ཆིང་རྒྱལ་རབས་ཀྱི་ད་ཡོན་ཏན་དང་ཆན་ལུང་གི་སྐབས་སུ་ད། ད་འདི་ལ་ད་བིན་ཛི་ཞུས་ཟེར་གི་འདུག་བ་ད་དེ་གོང་ནས་ཨ་ཁ་རེ་ང་ཚོས་ཚོགས་གཙོ་གི་འདི་གོ་ལ་ངོ་སྤྲོད་ཅིག་བྱས་སོང་ངོ་མ་ཅིག་ལ་ཨ་ནི་དེ་ནས་ད་ཚོགས་གཙོ་གི་ཨ་ནི་ཡི་གེ་ཚོན་ཡི་གེ་ཚོན་ཡི་གེ་ཚོན་ལ་ཅིག་པ་རེད་དེ་ཡི་གེ་ཚོན་རེད་དེ་འདྲ་གི་ཚིག་བེད་སྤྱོད་བྱས་སོང་ད་ཅིག་ཚིག་མཛོད་དེ་ཚོའི་ནང་ལ་ཨོ་ན་ཚོན་སྒྲིག་གི་ཉེ་བ་ཟེར་ཡང་འགྲོ། བརྩོན་འགྲུས་བ་ལ། ད་བརྩོན་འགྲུས་ལ་ཉེ་བ་དང་ཡན་ལག་སོགས་པ་འདི་འདྲ་ཞིག་གི་འདིར་གང་ལྟར་ཀྱང། ཅང་ཡི་གེ་བྲིས་ནས་ད་ཡི་གེ། དབ་ལ་སོགས་པ་བྲིས་ནས། ཨ་ནི། དེའི་ནོར་ར་ཡིན་ན། ད་ཉེ་བ་ཆེན་པོ་གཏང་གི་ཡོད་ཡ་ད་དེ་ལ་བས་ཏེ། གང་ནས་ངོ་བོ་ཁྲུས་བྱས་ཡ་ནང་ཟིན་དབབ་ཅིག་གི་ཆེད་དུ་མི་བདུན་བཅུ། ལ་ཉེ་བ་ཕོག་ནས་བས་ཏེ་མང་པོ་ཅིག་གསོ་དགོས་ངོ་ཁེ་ཐུབ་བྱ་ཡ་དེ་འདྲ་བའི་དོན་དག་བྱུང་གི་ཡོད་རེད་ད་དེ་འདྲ་ཡི་འདི་གང་ལ། ནས་ད་རྒྱ་གི་རྩོམ་པ་པོ་དེ་ཚོ་ཞི་བོ་གཟབ་གཟབ་བྱས་ནས་ནས་དེ་འདྲ་བྱེད་ཀྱི་ཡོད་ཡ་དེ་ནས་ག་རེ་སུ་རེད་ད་ད་རེས་ཀྱི་རྩོམ་པ་པོ་ཁོ་རང་གིས་ཅིག་ལོངས་ཕྱོགས་དང་དེ་ལྟར་འདི་གང་ལ་གཟབ་གཟབ་བྱེད་ཀྱི་ཡོད་ཡ་དེ་ནས་ཚོར་གྱི་འདུག་དེ་རེད་དེ་འདྲའི་གང་ལ་ད།

དང་ད་ག་ནང་སེང་ད་ད་རེས་ཀྱི་ཤི་བོ་གི་ཁོ་རང་གི་ག་རེ་སུ་རེད་རྗེས་ནས་ཁ་སྣོན་བྱས་ནས་ད་ལྟ་གི་ད་ཆན་ལོང་གི་དེ་ལ་ཁ་སྣོན་བྱས་ནས་ཡང་ན་ཞིབ་བཏགས་བྱས་ནས་དེ་འདྲ་བྱས་སྐབས་སུ་ད་རུང་ད་ལོ་བཅུ་གི་རྗེས་རེད་ལོ་བཅུ་གི་རྗེས་ནས་ཨ་ནི་ཅི་འདྲའི་གང་ལ་ཨ་ནི་ད་ལྟ་ད་གི་ཁོ་རང་གི་ཐབས་འདི་དང་ལ་བོ་ཟེར་ཡ་དེ་ཐོན་མེད་ཡ་ད་འདིའི་ག་རེ་མཚོན་དགོས་པ་རེད་ཟེར་ན་ད། སྐབས་དེར་ད་གཟོད་ཁོ་རང་ཚོའི་ངོས་འཛིན་དང་ཁོ་རང་ཚོའི་བསམ་བློའི་ནང་ལོགས་ལ་བོད་དེ་ཨ་ནི། དེ་རྒྱ་ནག་ཟེར་ན་འདྲ་ད་མན་ཇུ་ཟེར་ན་འདྲ་དེའི་མངའ་ཁོངས་དེ་ཡིན་པ་དེ་རྩ་བ་ཉིད་ནས་ཁོ་རང་ཚོས་དྲན་གྱི་ཡོད་མ་རེད། གལ་ཏེ་ངོས་ནས་སྐབས་དེར་ད་གཟོད་བོད་དེ་མན་ཇུའི་མངའ་ཁོངས་ཡིན་ནས་ཁོ་རང་གི་སྟབས་དེའི་ནང་མ་བཀོད་ན་ད་ཉེན་ཁ་ག་འདྲས་ཅིག་ཡོད་ན། ཨ་ནི། ད་མན་ཆུ་ཁའི་གོས་གོང་ནས་ངོ་འཕྲོད་བྱས་ཡ་ནང་ཟིག་ཨ་ནི་རྩོམ་པ་པོ་དེ་དང་ཁོ་ཁོ་རང་གཅིག་པོ་མ་ཡིན་པ། དབུས་རྩ་བར་སྐྲན་བཅད་མཁན་དང་ཨ་ནི་ཡི་གེ་རྐུ་མཁན་དང། ད་ནང་ཟིག་ནང་མི་ལ་སོགས་པ་དང། ཁེ་ཐུབ་ཡ་ལ་སོགས་པ་ཉེས་པ་ཆེན་པོ་བཏང་གི་ཡོད་དེ་རེད་དེ་འདྲའི་གང་ལ་ཁོ་རང་གི། བློ་ཁོག་ག་ཚད་ཅིག་ཡོད་ན་ཁོ་རང་གི་ཐའེ་ཝན་གི་སྐོར་ལ་བྲིས་དེ་གང་ལ་དེ་འདྲ་གཟབ་གཟབ་བྱས་ཡ་ནང་ཟིག་གལ་ཏེ་བོད་དུ་མན་ཆུ་ང་ཁོ་ཡིན་ན་ཁོ་རང་གི་གཟབ་གཟབ་བྱས་ནས། ད། བདག་གི་ཡིག་ཚང་དེ་ན་སྒོ་ཡ་དེ་བརྒྱ་ཆ་བརྒྱ་རེད་ཟེར་དེ་ནས་གང་ལ་ད་འདི་གི་ནང་ལོགས་ལ་ཨཱ་ནི་སྒོ་མེད་ཡ་སྦོ་ཟེར་ཡ་དེ་གླང་མེད་ཡ་ཚིག་གཅིག་གི་ཐོན་མེད་ཡ་དེ་གི་ང་ཁོང་ཤེས་དེ་གང་ལ་ཐོན་མེད་ཡ་དེ་གི་རྒྱུ་མཚན་ག་རེ་རེད་ན་ད་སྦོ་ཨཱ་ནི་མན་ཇུ་ཟེར་ན་འདྲ་ད་རྒྱ་ནག་ཟེར་ན་འདྲ་སྐད་དེ་གི་མན་ཇུ་གི་ང་ཁོང་མ་ཡིན་པ་དེ་ཨཱ་ནི་གསལ་བོ་མཚོན་དགོས་ཡོད་རེད་ཟེར་དེ་ད་ནང་བཞིན་ད་ད་ལྟ་གི་ད་ཡིག་ཚང་འདི་གི་སྔོན་ལམ་ནང་ལོགས་ན་ཨ་ཡང་ད་ལྟ་གི་ད་ཁོ་རང་གི་ཆི་རྒྱུ་གོ་པ་ན་ནན་ཁྲང་ཧྥུའུ་ཡི་སི་ཡ་དང་དེ་ཚོ་གི་ནང་ལོགས་ལ་ཨ་ནི་ད་རྫོང་ག་ཚད་ཡོད་རྫོང་བདུན་ཡོད་པ་དང་ཨ་ནི་དྲུག་ཅིག་ཡོད་པ་ལ་སོགས་པ་ད་དེ་ཚོ་ངོ་སྤྲོད་ཀྱི་དེ་ཨ་ཅིག་ཨ་ཁ་རེ་སུ་རེད། དེ་འདྲ་གི་ང་ཁོང་གི་ད་རྩོམ་པ་པོ་ཁོ་རང་ལྟ་བུ་ཚོ་ན་ར་ཨ་ནི་ཅིག་ཁོ་རང་བུ་བུ་འབུ་ཆུང་ཆུང་ཅིག་རེད་ཨ་ནི་ཁོ་རང་གི་ང་གོ་ན་ཨ་ནི་རྫོང་དེ་དང་ཁྲི་ཅིག་ཟེར་ཡ་དེ་འདྲ་ཡོད་ཡོད་གི་ཁོང་བུ་ཅིག་རེད་དེ་འདྲའི་གི་ང་ཁོ་རང་སྐབས་དེ་ད་གཙོ་གི་གནས་སྟངས་རང་བཞིན་ན་ལ་བུ་འབུ་ང་ཅུང་བུ་འབུ་ཆུང་བ་དེ་འདྲ་ད་ཆུང་ཆུང་དེ་འདྲ་མ་ཡིན་པ་རེད་དེ་འདྲའི་གི་ལ་ཁོ་རང་གི་སྐབས་དེར་ད་གཙོ་མན་ཇུ་སྲིད་གཞུང་གི་བོད་ཐོག་ལ་འཛིན་པའི་ལངས་ཕྱོགས་དེ་ཨ་ནི་གསལ་བོ་ཞིག་ཡོད་རེད། དེ་འདི་གང་ལ། ད། སྐད་དེར་ད་གཟོད་ཅིག། མན་ཇུ་གཞུང་དམངས་ནི་ཆགས། རྩ་བ་ཉིད་ནི་བོད་དེ་ནི། མན་ཇུའི་ངག་ཁོངས་ཡིན་པ་དེ་སན་ལུ་ན་ཁུར་མེ་ཡག་དང། ནི་དེ་འདྲ་ཅིག་སན་ལུ་ན་ཁུར་མེ་ཡག་དང་དེ་རྩ་བ་ཉིད་ནི་དེ་འདྲ་དྲན་གི་མེད་ཙང། ནི་ད་ཁོ་རང་གི། དེ་ན་ཁོ་རང་གི་ཡིག་ཚང་ལ་བསྐུར་ཡོང་བ་མ་རེད། དེ་མ་གཏོགས་ཁོ་རང་ད་གང་ནས་བྱས་ཡ་ནང་བཞིན་ཐེ་ཝན་སྤྱི་བདེའི་སྒང་ལ་ག་ག་འདྲ་གཟབ་གཟབ་དང། ཨ་ནི་ཤི་ཚགས་པོ་དང་ནན་ཏན་བྱས་ནས་བྲིས་ཡ་ནང་བཞིན། དེ་འདྲ་བྲིས་མཁན་དེ་འདྲ་གི་རྩོམ་པ་པོ་ཅིག་ཡིན་དུས་རྒྱ་རིགས་རྩོམ་པ་པོ་ཅིག་ཡིན་དུས་སྒང་ལ་ཁོ་རང་གི་གཟབ་གཟབ་བྱེད་དགོས་ཡ་དེ་ཁོ་ཤེས་ཀྱི་ཡོད་རེད་དེ་འདྲའི་སྒང་ལ་ད་ཁོ་རང་གིས་ད་ལྟ་གི་ཕྱོགས་ཁྲིད་བྱེད་རྒྱུ་ཤི་སྟག་བྱས་ནས་བསྒྲིགས་རྒྱུ་གི་སྟབས།

ཆད་ལྷག་ཤོར་ནས་ནི་མ་བྲིས་ཡ་དེ་འདྲ་ཡོང་མི་སྲིད་པ་ཅིག་རེད། འོ་དེ་འདྲ་ཅིག་བྱེད། འོ་དེ་འདྲ་ཅིག། འོ་ཡ་ད་དེ་ཚོའི་བྱེད་གྲབས་མི་འདུག་ད་གཞན་འདྲ་ཅིག་ངོ་སྤྲོད་བྱས་ན་དེ་ཚོས་རང་དྲག་ས་རེད། དེ་འདྲའི་སྒང་ལ་ད་ད་རེས་ཀྱི་ཡིག་ཚང་འདི། ད་ད་རེས་ཡིག་ཚང་འདི་ཅིག་ཡང་ཁོ་རང་ཅིག་མ་འདྲ་ཡ་དེ་འདྲ་ཅིག་ཡོད་ཡ་དེ་རྒྱུ་མཚན་ག་རེ་ཡོད་ན་ད་ད་གི་ད། ཕྱིན་ཆད་འབོད་དགོས་གཅིག་གྱུར་ལུས་རྒྱུད་ཀྱི་རེའུ་མིག་ཟེར་ཡ་འདི་ངོ་མ་ཆན་ལུང་གི་ལུགས་བཅུ་གི་སྔོན་ལ་ཆན་ལུང་གི་སྐབས་སུ་ག་རེ་སུ་རེད་བྲིས་རྒྱུ་གི་ཡིག་ཚང་ཆེན་པོ་དེ་གི་ནང་ལོག་གི་བརྗོད་བྱ་ཁ་ཤས་ཅིག་ལོགས་སུ་བཏོན་ནས་ད་རྒྱ་རིགས་རྩོམ་པ་པོ་ཅིག་གིས་ཁོ་རང་གི་ད་ཕྱོགས་སྒྲིག་ཀྱི་ཁ་སྣོན་གྱི་ཞིབ་བཏགས་ཀྱི་དེ་བཏོན་རྒྱུ་གི་ཡིག་ཚང་དེ་འདྲ་ཅིག་ད་དེ་གི་ཁོ་རང་གི་ཡིག་ཚང་ད་རེས་ངོ་སྤྲོད་བྱེད་ཡག་ཡིག་ཚང་འདི་ལྟ་བུ་བཙོན་ན་ཧ་ཅང་གི་བཙོན་པ་པོ་གོ་རང་ཡིན་ན། གཟབ་གཟབ་དང་ཞིབ་ཚགས་པོ། ནན་ཏན་གི་སྒང་ནས་ནི་བྱེད་ཡོད་ཡ་དེ་ད་ཕན་ཚུན་དཔེར་ན་ཐའེ་ཝན་སྐོར་ར་བྱེད་དུས་གང་ལ། ད་ཁོ་རང་གི་གོང་གི་ཆན་ལུང་གི་སྐབས་ཀྱི་གི་ད་ཆིན་ཆེན་པའི་གཅིག་གྱུར་ལུགས་རྒྱས་སྐོར་དེ་ནང་ནོར་བསྡད་ཡོད་ཡ་དང་དེ་ནང་ཡང་དག་མ་ཡིན་པ་དེ་ཚོ་ཁོ། ཤི་རྟགས་ཟེ། ཤི་རྟགས་ཟེ་ཨ་ནི་ཡིན་ན་ཡང། དེའི་ནང་ལོགས་ནས་ཅིག་མན་ཇུའི་གི་ལངས་ཕྱོགས་འཛིན་མཁན་གི་ཚིག་དེ་ཚོ་ད་བལ་ན་ཀྲིན་ཁྲིན་གོང་གི་ཨནི་ཐའི་ཝན་ཅིག་ལྐོག་བཟང་བྱས་ཡ་རེད་ཟེར་ཡ་ཚོ་ཚིག་དེ་ཚོ་ཨནི་ཁོ་རང་གི་གཟུ་བྱས་མ་བྱས་ཡང་ཆ་གོ་ཡོད་ཡ། དེ་འདྲ། ཡིན་དེ་གང་ལ་ད་ཁོ་རང་བལ་ཏེ་མན་ཇུའི་གི་རྒྱལ་སྤྱིའི་རང་ལུགས་པ་ཅིག་ཡིན་པ་དང་མན་ཇུའི་སོགས་ལ་ཞི་བོ་ཕྱོགས་ཞེན་ཡོད་མཁན་དང་མན་ཇུའི་གི་ལངས་ཕྱོགས་འཛིན་མཁན་དེ་འདྲ་ཅིག་ཡིན་པ་དང་དེ་ནས། དེའི་དང་མཉམ་དུ་ཁོ་རང་གི་དུས་སྐབས་དེ་གའི་རྒྱབ་ལྗོངས་ལྟ་བུ་མཚོན་ན་ད་ཕྱིན་གྱི་ད་རྩོམ་པ་པོ་ཟེར་ན་ད་ཚེ་ཡི་གེ་འབྲི་མཁན་དེ་ཚོ་གི་གཟབ་གཟབ་མ་བྱས་ན་ཨ་ནི་ད་ཁོ་ཚོས་ཁྲིམས་བརྟན་པོ་ཞུ་ཡོད་ཡ། དེ་འདྲ་གི་རྒྱབ་ལྗོངས་གི་འོག་ནས་ཁོ་རང་གི་ད་དེ་རང་གི་ཡིག་ཚང་དེ་རེའི་དམིགས་བསལ་ཡང་དེ་ད་ཆེན་ཆེན་པོ་ལོ་ཆིག་བཅུ་ལོ་བརྒྱད་གི་རེའི་དམིགས་བསལ་ཡང་དེ་བསྒྲིགས་དེ་གང་ལ་ཨ་ནི་དེའི་ནང་ལོགས་ལ་ཨ་ནི་ད་མན་ཇུའི་མངའ་ཁོངས་བཀོད་དེ་གང་ལ་ཨ་ནི་ཞིང་ཆེན་ཞིང་ཆེན་ཅི་དགོས་དགོས་ཡོད་རེད་དེ་ནང་ལ་བོད་དང་ཡང་ན་བོད་ཀྱི་ས་ཆ་གི་མིའི་རྩ་བ་ཉིད་ནས་གཅིག་མཐུན་ཡོད་མ་རེད། དེ་འདི་གང་ལ་ལྟ། ཁོ་རང་གི་ལུགས་ཀྱི་རྒྱབ་ལྗོངས་དང་ད་ནང་བཞིན་ཁོ་རང་གྱི་རྩོམ་པ་པོ་ཁོ་རང་གི་ངེས་དང། དང། ཁོ་རང་གི་ནན་ཏན་དང་ཁོ་རང་གི་ག་འདྲ་ཅིག་གཟབ་གཟབ་ཅིག་ཡོད་ཡ་དེ་ཚོ་བསམ་བློ་བཏང་ནས་ད་ང་ཚོ་འདི་ལ་བལྟས་ཡ་ན། ད་གལ་ཏེ་ཅིག་རྒྱ་ནག་དམར་ཤོག་གཞུང་གི་དེ་རང་ཞིག་ཡ་ནང་བཞིན་བོད་དེ་མན་ཇུའི་མངའ་ཁོངས་ཡིན་པ་ཡིན་ན། ད་ཁོ་རང་གི་འདིའི་ནང་ལོག་ནས་དེ་འདྲ་མ་གོ་ཡ་དེ་འདྲ་རྦད་དེ་ཡོང་མི་སྲིད་པ་རེད། ཕྱོགས་གཅིག་ནས་ཁོ་རང་རྒྱ་གི་རྩོམ་རིག་རྩོམ་པ་པོ་ཅིག་གཅིག། ཕྱོགས་གཉིས་ནས་ཁོ་རང་མན་ཇུ་གི་བོན་རིགས་ཅིག་རེད། ཁོ་བཟང་ན་ངན་ན་ཁོ་ནན་ཁྲང་ཧྥུ་ཡི་ཟེར་ཡ་དེ། ད་ཁོ་རང་ཅིག་ཁོ་རང་གི་ཁྱབ་ཁོངས་ནང་ལོག་ན་རྫོང་བདུན་དང། ཟླ་དྲུག་ཅིག་གི་མངའ་ཁོངས་དེ་འདྲ་གི་དཔོན་པོ་ཅིག་རེད་ཁོ་རང་གི་མན་ཇུ་གཞུང་གི་ལངས་ཕྱོགས་དང་མན་ཇུ་གཞུང་གི་གི་གཞུང་གི་ལྟ་བ་ལ་དེ་ཚོ་ཚང་མ་མ་ཤི་ཡ་ཡང་ན་ཅིག་མན་ཇུ་གཞུང་གི་བོད་ཐོག་ལ་འཛིན་པའི་ལངས་ཕྱོགས་དེ་མ་ཤི་མཁན་དེ་འདྲ་ཅིག་རྩ་བ་ཉིད་ནས་མ་རེད་ཅིག་ད་དེ་འདྲ་ཡིན་དུས་གི་ལ་ཁོ་རང་ད་ཕྱོགས་མང་པོ་ནས་ཅིག་མན་ཇུ་གི་ཕྱོགས་ཆེད་ནས་ཟབ་ཟོབ་བྱེད་མཁན་ཨ་ནི་ཁོ་རང་གི་ཅིག་ལངས་ཕྱོགས་ར་དེ་ཚོ་བལ་ཏེ་མན་ཇུ་ལ་ཤི་གི་ད་ཟེར་བ་རེད་མན་ཇུ་གི་རྒྱལ་གཅེས་རིང་ལུགས་པ་ཅིག་ཡིན་པའི་རྒྱ་རིགས་གཅིག་གིས་ད་དེ་འདྲ་བའི་ཡིག་ཚང་ཆིག་སྒྲིག་ཡོང་དུས་གང་ལ། གལ་ཏེ་ཆན་ལུང་ངུའི་སྐབས་སུ་ཡིག་ཚང་དེའི་ནང་ནོར་ཡོད་ན་ཁོ་ཚོས་ཅི་བྱེད་ཀྱི་ཡོད་ཡ་དང་ཤི་རྟགས་བྱེད་ཀྱི་ཡོད་ཡ་དེ་གསལ་བོ་རེད་དེ་ནས་གང་ལ་ད་ཁོ་རང་གིས་ཡིག་ཚང་དེ་རང་གི་ཡིག་ཚང་དེའི་ནང་ལོགས་ནས་ནི་ཐའེ་ཝན་གྱི་སྐོར་བཟོ་བྱེད་རྗེས་ནས་ད་ཅིག་དོན་དག་ཆུང་ཆུང་དེ་ཚོ་ཚིག་དེ་ཚོ་བཟོ་བྱེད་རྗེས་དེ་འདྲ་བྱས་པ་རེད་དེ་ཡིན་ན་ལ་ད་བོད། ད་ས་རྒྱ་ཆེན་པོ་པོ་ཟིག་ན་ད་ཅིག་ས་ས་རྒྱ་ཆེན་པོ་ང་ཁོང་དེ་འདྲ་ཆེན་པོ་ཅིག་ཨ་ནི་མན་ཇུ་བ་ང་ཁོང་ནང་མ་བསྐོས་ཡ་དེ་ཨ་ནི་ཁོ་རང་གིས་ཅིག་མ་ཤི་ཡ་དང་ཡང་ན་ཁོ་རང་ཅིག་ཆད་ལྷག་ཤོར་ཡ་དང་ཡང་ན་ཁོ་རང་ག་རེ་སུ་རེ་ཨ་ཅིག་ཐིག་ཤོར་འགྲོ་ཡ་དེ་འདྲ་ཅིག་རྩ་བ་ཉིད་ནས་མ་ཡིན་པ་ཨ་ཨ་དེ་བདག་ཁོང་ཅིག་ཐོས་ཡ་ཅིག་ཅིག་ད་དེ། དེས་ན་ཁོ་རང་གི་ཡིག་ཚང་ལ་ག་རེ་བྱས་མ་གོ་རེད་ཟེར་ན་ད་དེའི་གི་དོན་དེ། ད་བོད་སྐད་དེར་ད་དུང་མན་ཇུ་གི་མངའ་ཁོངས་མ་ཡིན་པ། དངོས་ཡོད་གནས་ཚད་གང་ལེགས་མ་ཡིན་པ། དེ་ག་ནང་བཞིན་མན་ཇུ་གི་གཞུང་དང། གཞུང། གོང་མ་དང་བཅས་པ་གཞུང་མང་གཉིས་ཆ་གི། སུ་གཅིག་གིས་ཨ་ནི་ད། བོད་དེ་མན་ཇུའི་མངའ་ཁོངས་ཡིན་ཟེར་ངེས་འཛིན་བྱེད་ཀྱི་ཡོད་བ་མ་རེད་དེ་འདྲ་གི་ལངས་ཕྱོགས་ཡང་ཡོད་བ་མ་རེད་དེ་འདྲ་གི་བསམ་བློ་ཁོ་རང་མེད་ཡ་དེ་ཨ་ནི་ཟ་བུ་ཚོད་འདུག་ཟེར་ད་དེ་རང་གི་ཡིག་ཚང་འདི་གི་ངོ་སྤྲོད་འདྲ་བོ་དེ་འདྲ་འདྲ་བོ་ཅིག་རེད་ལགས་སོ་ཨ་ནི་ཚང་མ་གཟའ་འཇིགས་སྤྲུལ་བོ་ཅིག་ཡང་ཡག་གི་མོ་ལན་དང་བྱས་ནས་ཨ་ནི་བཀྲ་ཤིས་བདེ་ལགས།